ཅིག། སྣང་བ་འདི་དག་ཐམས་ཅད་ཕྲ་ལ་མེར་ཅིག་དགའ་བྲོ་བའི་ཡང་བསྐྱར་ཚུལ། ཡང་སྣང་བ་ཐམས་ཅད་གསར་པ་ཅིག་སྐྱེས་པར་འགྲུབ་ཅིག་དེ་འདྲའི་ཅི་སྨོས་པ་བྱས། ད་དེ་འབྲས་བུས་ཀྱི་སྣང་བ་འདི་དག་ཐམས་ཅད་ཀྱང་ད་དང་གིས། དགའ་བྲོ་བའི་དེ་ཐམས་ཅད་སྣང་བ་གསར་པ་ཅིག་སྐྱེས་ཡོད་དུས་སང་ད་དེ་ཡང་དག་པའི་སྣང་བ་ང་རང་ཚོ་ནམ་རྒྱུན་གྱི་ཅི་ས་དང་དང་དང་ཅི་ས་རྡོ་རི་བྲག་ལ་སོགས་པ་དེ་དག་ཏུ་བདེན་བདེན་གྲུབ་གྲུབ་རོལ་པ་དེ་འདྲའི་ཀྱི་སྣང་བའང་མ་ཡིན་པ། དེ་དག་ཐམས་ཅད་དེ་ནི་དགའ་བྲོ་བའི།

བདེ་སྟོང་དབྱེར་མེད་ཟེར་ན་འདྲ་འདུག་རིག་སྟོང་དབྱེར་མེད་ཟེར་ན་འདྲ་འདུག་དེའི་ངང་ལས་མ་གཡོས་པས། དེ་འདྲས་ཀྱི་རྟགས་གང་ལྟར་གྱི་བསམ་བློ་གཏོང་བ་དེ་ཡིན་པ་རེད་ཤག། དེ་འདྲས་ཡིན་པའི་འདུན་ས་ན་ལྟར་འགྲོ་ཤག་ཉན་འདུག་ག་འདྲས་ག་འདྲས་བྱས་པའི་སྐབས་ལ་ཡང་དེའི་སྐབས་ལ་ཡང་ཅིག་ཐ་མལ་པའི་གི་སྣང་བ་ངང་ལ་མ་ཤར་བ་བྱས་རྗེས། རྟགས་གང་ལྟར་གྱི་དག་པའི་སྣང་བ་འབྱུང་ཡག་རྟགས་དེ་ཡིན་པ་རེད་ཤག། དེ་འདྲས་ཡིན་འདུན་ས་ན་དེའི་གི་གང་ལྟར་གྱི་དག་པའི་སྣང་བ།

བདག་གི་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་དེ་དང་སྐད་ཅིག་པའི་ཆུ་ཟླ་ལྟ་བུ་གར་ཆུ་སྣང་བཞིན་དུ་སྟོང་སྟོང་བཞིན་དུ་སྣང་བ་དེ་འདྲི་གཅིག་གི་སྐུ་ཅིག་ང་ཚོས་གར་ཆུ་བའི་ཆེད་དུ་སྔགས་འདི་འདྲི་གཅིག་བསྒོམས་པ་རེད། འོ་ད་འཕགས་པ་སྤྱན་རས་གཟིགས་སྐུ་དེ་ང་ཚོའི་གི་དེ་འདྲའི་མོས་པ་བྱས་པ་ནང་བཞིན་གྱི་ཨ་ནི་ཅེ། གཟུགས་སུ་སྣང་ཚད་འདི་ཐམས་ཅད་ཀྱང། ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་སྐུ། སྣང་སྟོང་ཆུ་ཟླ་ལྟ་བུ་དེ་ནང་བཞིན་གྱི་སྣང་བཞིན་དུ་སྟོང་སྟོང་བཞིན་དུ་སྣང་བའི་བདག་ཉིད་ཅིག་ཡིན་པ་ཅིག་ལ་མོས་པ་བྱས་པ་དེ་ཡིན་པ་རེད། ཨ་ནི་དག་ནང་བཞིན་གྱི། ག་རེ་རེད། ད་ཕྱོགས་གཅིག་ནས་བཤད་ཨེ་དྲག་ན་ཤིང་གི་སྒྲ་སྐད་ཐམས་ཅད་ཀྱི་ཡི་གེ་དྲུག་མའི་སྒྲ་དབྱངས་གསུང་ཡ་དེ། ད་ཇི་ལྟར་གི་སྒྲ་ཐམས་ཅད་ལོ། མ་ནི་སྐད་རེད་པ་ཅིག་དེ་འདྲ་ཅིག་ཡིན་མེད་པ་བྱས་དེ་ཡང་ཏིས། མཚམས་མཚམས་ཅིག་མཁན་ཚ་བ་རུ་བཞི་དོ། དེས་ན་དོན་དག་རུ་དོ་དོག་དེ་ག་རེ་ཟེར་ན་ད་ཅིག། དོན་དམ་པ་ལ་ཡ།

གྲགས་སྟོང་དབྱེར་མེད་སེམས་དཔར་བས། སྒྲ་གྲགས་བཞིན་དུ་སྟོང། སྟོང་བཞིན་དུ་གྲགས་དེ། དེའི་ཆ་ནི་རྟགས་ཚང་བ་རུ་གཅིག་པ་ཆ་དེ་ཡོད་རེད། དེ་འདྲ་ཡིན་པས་དེའི་རྒྱུ་མཚན་ལ་བརྟེན་ནས་རྟགས་གྲགས་སྟོང་དབྱེར་མེད་ཀྱི་ངང་དུ་སྒྲ་ཐམས་ཅད་ལོག་དེ་ནི་དེའི་གི་ད་ཅིག། བྷ་བ་ཅན། ཟིང་ང་ཡི་གེ་དྲུག་མེད་ཀྱི། ལྟ་ཅིག་ངོ་བོ་དང་དབྱེར་མ་མཆིས་པ་ཡིན་པ་དེ་འདྲ་ཅིག་མོས་པར་བྱ་བ་དེ་ཡིན་པ་རེད་མ་གཏོགས་ཆོས་གཙོ་བོ་དེ་དེར་སྒྲ་ཐོས་ཚད་ཐམས་ཅད་ཨམ་ཅོག་ནང་རོ་ལ་པའི་ཨོ་མ་ནི་དཔེ་མི་སྨོས་མོད་དེ་འདྲའི་བས་མོས་པར་བྱ་བར་ཟེར་ན། ཡང་བལྟས་ཚིག་གཅིག་མཁྱེན་ཚ་བོར་ཆགས་འགྲོ་འདུག་ཨ། ད་ནི་ཕྱིར་དྲན་རྟོག་ཐམས་ཅད་ཀྱང་དེ་དང་དེ་བཞིན་རེད། དྲན་རྟོག་ད་ང་རང་ཚོར་ཅིག་རྣམ་རྟོག་འདྲ་མིན་མང་པོ་ཡོང་གི་རེད། རྣམ་རྟོག་ག་ཚོད་ཅིག་བྱུང་བ་ཡིན་པས་ན་དེ་དག་ཐམས་ཅད་ཀྱང། དེ་ནི་པའི་གར་ཕྱོགས་ཀྱི། དྲན་བཞིན་དུ་སྟོང་སྟོང་བཞིན་དུ་དྲན་བདེ་བ་ཅིག་ད་དེ་འདྲས་ཀྱི་པའི་གར་ཕྱོགས་བའི་རང་བཞིན་ཅིག་ལས་མ་འདས་པ་ཡིན་པ་རེད། དེ་ནི་དེ་འདྲས་ཀྱི་གར་ཕྱོགས་བའི་ཅིག། རིག་པ་ཟེར་ན་འདྲ་དེ་འདྲས་ཀྱི་པའི། བག་ཡོད་དྲན་ཤེས་ཟེར་ན་འདྲ་དྲན་པ་དང་ཤེས་བཞིན་ལ་དེ་འདྲས་ཅིག་གིས་ཟིན་ཐུབ་པ་དེ་སྟོང་ཉིད་ཀྱི་དྲན་ཤེས་ཀྱིས་ཟིན་ཐུབ་པ་འདྲ་བྱུང་བ་ཡིན་མིན་ན། ཨ་ན་དེ་ནི།

གལ་ཆེན་པོར་ཆགས་འདུག་དོགས་བསམ་དྲན་གྱི་འདུག། ད། དེའི་རྒྱུ་མཚན་བསྟན། ད་དེ་དེ་གི་ད་གང་ལྟར། ལམ་དུ་ཁྱེད་ཡག། རྗེས་ལམ་དུ་ཁྱེད་ཡག་གི། སྐོར་དེ་ཆ་ཚང་ཅིག་ཞུས་ཟིན་པ་རེད།